མགོན་པོ་ཀླུ་སྒྲུབ་ཀྱི་བཤེས་སྤྲིང་བཤེས་སྤྲིང་ཁྱེད་རང་ཚོ་ལབ་གི་ཡོད་མ་རེད། ལབ་གི་ཡོད་རེད་བ་ཧོ་བཤེས་སྤྲིང་ནང་ལ་ག་རེ་གསུང་གི་རེད། དཔེར་ན། མིའི་གི་ཕྱི་ལོག་ལ་རྣམ་འགྱུར་འདུག་ལྟ་ཡས་དེ་ག་འདྲས་ཡོད་རེད་ཟེར་ན་རིགས་མ་འདྲ་བ་བཞི་ཡོད་རེད་གསུང་གི་མི་ལ། རིགས་མི་འདྲ་བ་བཞི་ཡོད་རེད། མགོན་པོ་ཀླུ་སྒྲུབ་ཀྱི་བའི་བཤེས་སྤྲིང་ནང་ལ་གསུང་ཡོད་རེད་བ། རིགས་མི་འདྲ་བ་བཞི་དེ་ག་འདྲས་ཡོད་རེད་ཟེར་ན་དཔེར་ན་ཁྱོད་རང་བ་ཟ་རྒྱས་ལ་ཨམ་གྱི་ཉོ་ག་འགྲོ་གི་ཡིན་ན་གསུང་གི་རེད། ཨམ་ཉོ་ག་འགྲོ་དུས་གང་ལ་ཕ་གི་ནང་ཨམ་འདིར་འདུག་ལྟ་གི་ཡོད་ད་ཕ་གི་ལྟ་དུས་གང་ལ་ཕྱི་ལོག་ནས་ཚོས་པ་འདྲ་པོ་སེ་ཐིང་ཐིང་ར་གི་ཡོད་ད་ཚོས་པ་འདྲ་པོ་ད་འདི་ཚོས་པ་རེད་འདུག་བསམ་ནས་ཅིག་ཉོ་ག་བྱས་པ་རེད་ཕ་ཁ་འགོག་དུས་གང་ལ་ནང་ལོག་རྗེན་པ་རྗེན་རྐྱང་རེད་ད་ཕྱི་ལོག་ནས་ཚོས་པ་འདྲ་པོ་འདུག་ཨ། ནང་ལོག་རྗེན་པ་རྗེན་རྐྱང་རེད་ཚོས་ཡོད་མ་རེད།

ད་ཕྱི་ཡང་ཚོད་ལྡན་གི་ནང་ཡང་ཚོད་ལྡན་གི་ཕྱི་ལོག་གེ་སེ་ལྡན་གི་ནང་ལོག་གེ་སེ་ལྡན་གི་གཤིན་པོ་སྔ་མོ་དེ་ཨམ་རིགས་མི་འདྲ་བ་བཞི་འདུག་བ་འོ་འདི་ནང་བཞིན་མི་ཁ་ཤས་དེ་ག་འདྲེ་ཡོད་རེད་ཟེར་དུས་ཕྱི་ཚོད་ལ་ནང་མི་ཚོད་བ་དེ་ག་འདྲེ་རེད་མི་དེ་ཕྱི་ལོག་ལ་ག་འདྲེ་ཡོད་ཕྱི་ཚོད་ཟེར་དུས་ག་ཕྱི་ལོག་ལ་ག་སྐད་ཆ་སྙན་པོ་ཡོད་རེད་འཇམ་པོ་ཡོད་རེད་ད་དུས་ག་ལ་ཕ་ཉམ་ཆུང་ར་ཅིག་ཡོད་རེད་འོ་ནང་ལོག་ལ་འདོད་ཆགས་ཞེ་སྡང་གཏི་མུག་དཔེ་ཤུགས་ཆེན་པོ་ཡོད་རེད་འོ་འདི་མེད་དེ་ཉེན་ཁ་ཚ་པོ་ཡོད་རེད་ཡག་པོ་རེད་མི་འདུག་ཕྱི་ལོག་ཚོལ་བ་འདྲ་པོ་གཏོང་གི་འདུག་དོན་དག་ཁོ་རང་མགོ་སྐོར་བཏང་གི་རེད་མི་ལ་གཅིག་བྱས་ད་གཉིས་པ་དེ་ཕྱི་ཕྱི་མ་ཚོལ་ལ་ཕྱི་དེ་ཚོ་སྡུག་ཅག་ཡོད་པ་ནང་ཚོལ་བ་འདི་མི་དེ་ཨའོ་ཟེར་རེད་ག་འདྲི་ཡོད་རེད་མི་ཁ་ཤས་དྲག་པོ་བཀའ་རྒྱུགས་བཏང་ཆོག་ཆོག་རྡུང་ཆོག་ཆོག་ར་ཅི་ཡོད་རེད་ཡང་སེམས་བཟང་པོ་ཞེ་དྲག་ཡོད་སྣང་ལོ་ཨོ་དེ་འདྲའི་སེམས་པ་བཟང་པོ་འདོད་ཆགས་ཆུང་ཆུང་ཞེ་སྡང་ཆུང་ཆུང་ང་རྒྱལ་ཆུང་ཆུང་ཁོང་ཁྲོ་ཆུང་ཆུང་ཡིན་ནའི་དེའི་ཚིག་ལ་བཀའ་རྒྱུགས་བཏང་ཆོག་འདི་རྡུང་ག་ར་བྱས་ནས་འདྲ་མ་འདྲ་དཔེར་ན་པང་ཨ་མ་ཚོ་གི་སྤུ་གུ་ལ་རྡུང་གི་འདུག་ཨོ་དེ་ཚོ་ནང་ཞིག་རེད་སྡུག་བསྔལ་དེ་གར་ཕྱིན་འདུག་གི་རེད་ངའི་སྤུ་གུ་དེ་གྲོགས་ལ་གྲོགས་འདུག་བསམ་ནས་འདུག་ཕྱི་ལོག་ནམ་རྒྱུན་དེ་སྡུག་ཅག་རེད་སྣང་ལ་ངའི་སྤུ་གུ་དེ་ལ་ཕན་ན་བསམ་པའི་སྙིང་རྗེ་དེ་ཡོད་རེད་བྱམས་པ་དེ་ཡོད་ད་ལ་འོ་དེ་འདྲའི་རིགས་གཅིག་ཡོད་རེད་ད་ཕྱི་ཡང་འཚོལ་བ་ནང་ཡང་འཚོལ་བ་དེ་བྱང་ཆུབ་སེམས་དཔའ་རེད་ཕྱི་ལོག་ལ་ཡི་ཉམ་ཆུང་ནང་ལོག་ལ་ཡི་བསམ་གྱིས་མི་ཁྱབ་པ་འདོད་ཆགས་ཞེ་སྡང་ཆུང་ཆུང་ཆུང་ཆུང་ང་རྒྱལ་ཆུང་ཆུང་ཕྲག་དོག་ཆུང་ཆུང་དེ་ནི་སེམས་བཟང་པོ་བྱམས་པ་དང་སྙིང་རྗེ་ཤུགས་ཆེན་པོ་ཡོད་དེ་འགན། ཕྱི་ལོག་རྣམ་འགྱུར་དེ་ཡང་པད་མ་སེར་པོའི་འཇམ་པོ་ད་འདི་ཡག་ཤོས་དེ་རེད་དེ་ནས་བྱང་ཆུ་སེམས་པ་དེ་ཚོ་མང་ཆེ་བ་དེ་འདྲ་རེད། འདི་བྱས་ད་ཕྱི་ཡན་མ་རྩོད་པ་ནང་མ་རྩོད་ཕྱི་ལོག་ལམ་སྤྱོད་པ་གང་བྱུང་མང་བྱུང Drugs བཏུང་གི་འདུག་གང་བྱུང་མང་བྱུང་བྱེད་ཀྱི་འདུག་རྐུ་མ་རྒྱབ་ཀྱི་འདུག་མི་ཉིམ་ཐོག་འཁྲུག་པ་རྒྱབ་ཀྱི་འདུག་འདོད་ཆགས་ཞེ་སྡང་ཁོང་ཁྲོ་ཤུགས་ཆེ་བ་ཅི་རེད་ཕྱི་ལོག་རྣམ་འགྱུར་དེ་ཡང་སྡུག་ག་ཅི་རེད་འོ་དེ་སྡུག་ཤོས་དེ་རེད་ད། ཨོ་དེང་སང་མིའི་ཕྱིའི་རྣམ་འགྱུར་ཕྱི་ལི་གཟུགས་པོ་ལ་ལྟ་ཕྱིའི་རྣམ་འགྱུར་གཅིག་པོ་ལ་ལྟ་ནས་མི་དེ་ཡག་པོ་དུ་སྡུག་ཅག་འདུག་ཟེར་ལབ་ཐོའི་ཡོད་མ་རེད་གསུངས་པ་དེ་རྒྱུ་མཚན་དེ་ཡི་ཕྱི་སངས་རྒྱུས་བཅོམ་ལྡན་འདས་ཀྱིས་གང་ཟག་གི་ཚོས་གང་ཟག་གི་གཟུང་བར་མི་བྱ་ཡིས་བཟུང་ན་ཉམས་པར་འགྱུར་ད་རེས་ང་དང་ང་འདྲ་བའི་གཟུང་བར་བྱ་ཡིས་གསུངས་པ་དེ། ང་དང་ང་འདྲ་བ་སོགས་སངས་རྒྱས་བཅོམ་ལྡན་འདས་སངས་རྒྱས་དང་སངས་རྒྱས་འདྲ་བ་དེ་འདྲས་ཡོད་ན་ནི་དེ་གང་ཟག་དེ་ཡག་པོ་འདུག་དེ་སྡུག་ཅག་འདུག་དེ་ཡག་པོ་རེད་གསུངས་ཐུབ་རེད། དེ་མ་ཡིན་གྱི་དཔེར་ན་རྒྱལ་སྲས་བྱང་ཆུབ་སེམས་དཔའ་ཚོ་གས། སྐབས་སྐབས་འཕྲོད་དོ་བུར་ད། གང་ཟག་དེ་ཚོས་གསུངས་ཐུབ་མ་རེད། དེ་ཡིན་ཙང་དེ་འདྲས་གང་ཟག་དེ་ཡག་པོ་འདུག་སྡུག་ཅག་འདུག་ལབ་པས་ནི་ཁྱོད་རང་མ་ལྷུང་འགྲོ་རེད། བཟུང་ན་ཉམས་པར་འགྱུར་ད་རེད་གསུངས་གྱུར་ན་མ་ལྷུང་འགྲོ་གི་རེད་གསུངས་ཏེ་ཉམས་འགྲོ་གི་རེད་གསུངས་ཏེ། དེང་སང་གང་ཟག་ཡག་པོ་འདུག་སྡུག་ཅག་འདུག་ཞེ་དྲག་ཤེས་ན་ལ་ཡ་ཡོད་མ་རེད། སོ་སོ་ཡག་པོ་འདུག་མི་འདུག་དེ་སོ་སོའི་ལྟ་གོ་རེད་བ།